དེ་ཡང་སྲིད་རིགས་ལ་རྒོལ་བ། རྗེ་རིན་པོ་ཆེ་ཁོང་རང་ད་རྟོགས་པ་ཐོག་པོ་དེ་འདྲ་ཁྱོད་དངོས་དེ་འདྲ་ནི་དེ་འདྲ་བླ་མ་ཆེན་པོ་ཅེ་དེ་ལ་ཡང་སྲིད་མེད་པ་ཅེ་ཨ་མ་ཡུམ་དེ་དེ་བཞིན་ཡང་སྲིད་ལང་ལུགས་ཤིག་བསླབ་འོང་དེ་ཆོས་དེ་སྐོར་ལ་གསང་ཚིག་རབ་ག་རེ་ཡོད་ཤིག་ཤོད། སྤྱི་བཏང་གི་འདི་ཡོང་མ་ཆོག་ཟེར་མི་ཟ་ཡོད་མ་རོ། རོ་ཡ་རྗེ་རིན་པོ་ཆེ་གི་ཡང་སྲིད་མེད་ཆོག་གི་རེད་ལ་ཨ་མ་གི་ཡང་སྲིད་ཕེབས་ཆོག་གི་རེད་འདི་ལ་མི་ཟེར་གི་གོ་དགའ་སྡུག་ཞེ་དྲགས་ཡོད་མ་རེད་དགའ་སྡུག།

ད་བདག་གིས་སྤྲུལ་སྐུའི་སྐོར་ལ་ཡང་དཔྱད་རྩོམ་མང་པོ་ཞུ་ཡོད་རེད་གཟིགས་པ་ཡིན་ན་ད་ཁ་ཤས་ཟིན་ན་སྤྲུལ་སྐུ་དེ་དཔེ་བྱས་ན་ངས་ད་ལྟ་འདི་ཅིག་ཞུ་བའི་དྲན་པ་ཆེ་ཤག་དགེ་ལུགས་དགེ་ལུགས་པ་ལ་ཡང་བསྟན་པ་ཞེ་བོ་ཅིག་འཕེལ་ཡས་ཀྱི་རྒྱུ་རྐྱེན་གཅིག་ག་ནས་བྱུང་བ་ཟེར་ན་སྤྲུལ་སྐུའི་ལམ་ལུགས་དེ་ད་གཅིག་བྱས་ན་བཀའ་བརྒྱུད་ནས་པས་གཟིགས་ཡིན་གྱི་རོ་དེ་ག་ལ་བོར་ད་སྤྲུལ་སྐུའི་ལམ་ལུགས་ཅིག་བྱུང་ཡོད་རོ་དེ་བྱས་བྱས་སྤྲུལ་སྐུའི་ལམ་ལུགས་དེ་བྱུ་ཡོད་བ་ཡིན་ན་ག་རེ་ཡོང་དགོས་རུ་སི་དུས་ཙམ་པ་འདི་གི་སྤྲུལ་སྐུའི་ལམ་ལུགས་འདི་ནི་གཅིག་ནི་བསྟན་པ་འདི་ལ་ཡ་གར་ཟེར་བ་རེད་བསྟན་པ་འདི་བག་ཀྱང་ཡ་ལ་ཡ་བློ་གཏད་ས་དྲོ་ཞེས། སྤྲུལ་སྐུ་སྤྲུལ་སྐུ་དེ་ཡོད་པ་ཡིན་པ་སོང་ན་རྒྱུད་འཛིན་གྱི་ནུས་པ་ལྡན་དགོས་རེད་ད། རྒྱུད་འཛིན་གྱི་ནུས་པ་ཞི་བ་ཞིག་རེད་སྤྲུལ་སྐུ་དེ་ཡོད་པ་ཡིན་ན་བསྟན་པ་དེ་རྒྱུད་འཛིན་གྱི་ནུས་པ་ཞིག་ཅིག་ཡོང་གི་ཡོད་རེད། གཉིས་པ་ནི་ད་སྤྲུལ་སྐུ་འདི་གི་གར་ཟེར་ན་བསྟན་པ་འདི་གི་ད་བདག་པོ་རྒྱ་ཉན་དེ་ཡིན་པ་སོང་ཙང་བསྟན་པ་འདི་ལ་ཡ་མིག་ལྟོས་སྤྲུལ་སྐུ་ཡིན་པ་ཡིན་ན་གང་བྱུང་མ་བྱུང་ཞིག་མ་རུང་བསྟན་པ་འདི་གི་འཁོར་དང་བཅས་པ་ལ་མིག་ལྟོས་ཡོང་ཡ་བྱེད་བྱ་ད་སྤྲུལ་སྐུའི་ལམ་ལུགས་འདི་ལ་དགེ་མཚན་མང་པོ་ཡོད་ཟེར་ཡིན་ན་ད་ཤིང་བཟའ་རིན་པོ་ཆེ་འདི་སྤྲུལ་སྐུ་ཕལ་ཡས་འདི་གི་ད་འདི་ངས་ཁ་ལོ་འདི་འདྲ་བྱས་ནས་ཁོང་རང་ཕེར་ཟེར་ནས་ངས་ཁོང་རང་གི་ད་མཛད་པ་འདི་འདྲ་ཞིག་བསྐྱང་ཡ་ཟེར་ནས་ངས་ཞུས་ཐུགས་སུ་མི་འདུག་རོ་གཙོ་ཤོས་ཤོས་ད་ཤིང་བཟའ་བླ་བྲང་ལ་གད་གེ་ངམ་ག་འདྲ་ཞིག་ཞུས་ན་རོ། འདི་འདི་ལན་ད་པས་དེ་ཕྲ་མ་ཉམས་འཁྲུག་མ་བྱས་པར་ཁྱོད་རང་ལ་རག་གི་རེད་དྲན་གི་འདུག། སྤྲུལ་སྐུ་ཁོ་རང་གིས་འདི་ཁྱོད་རང་དཔེ་ཆ་སློ་བ་ཡིན་པར་ན་སྤྲུལ་སྐུ་ལས་འདི་ལྡོག་ཕྱོགས་དང་བཟང་ཕྱོགས་གཉིས་ཀ་གི་ཆ་ཡོད་རེད་སྤྲུལ་སྐུ་ལ་ཡིན་པ་ཡིན་ན་འདིའི་ཐོག་ནས་བསྟན་པ་ལ་ནུས་པ་ཞེ་བོ་ཅིག་ཐོན་གི་ཡོད་རེད་སྤྲུལ་སྐུ་ཟེར་དུ་ཡོད་པ་ཡིན་པ་ཡིན་ན་ཁ་ཤས་དེང་སང་སྤྲུལ་སྐུ་མོག་གོ་གསུང་མཉན་ཡོད་རོ་ཡིན་ན་ཡང་ངས་ཟེར་ན་སྤྲུལ་སྐུ་འདིའི་ཐོག་ནས་ཡང་བསྟན་པ་ལ་ཞེ་བོ་ནུས་པ་ཞིག་ཐོན་གི་འདུག་ཞེས་ནས་ང་རང་བསམ་བློ་དེ་དྲན་གི་འདུག་དེ་ཡང་དགོས་མེད་འགྲོ་བ་རེད་མི་འདུག། བོད་ཀྱི་བླ་མ་ཆེན་པོ་མང་པོ་གི་པའི་མ། ཡང་སྲིད་རིམ་པ་ཁྱེད་ཀྱི་ཕའི་བཀའ་མང་པོ་བྱུང་ཡོད་རེད་བླ་མ་ཆེན་པོ་མང་པོ་ཅིག་ལ། ད་དཔེར་ན། ཅེས་ཡབ་སྲས་གསུམ་ལྟ་བུ་དང་དག་སྣང་ཞེས་བྱོལ་བྱེད་པ་འདི་ཨ་ཏི་ཤལ་སོགས་རྫུ་འཕྲང་ཁོ་ན་ལ་ཞིང་ནས་གཤེགས་ནས། ནི་དགའ་ལྡན་དུ་བདེ་བ་ལ་ཕེབས་པར་ཟེར་མ་ཏོག་གཅིག་གི་རེ་བ་ཡང་སྲིད་བདེ་བ་ལ་ཡར་ཕེབས། ཕེབས་པས་དེ་རིང་སྐད་ཆ་མི་འདུ་བར་བ། དེ་ཚོ་དེ་ཚོ་གནད་འགག་ག་བ་ཐུག་གོ་བ་རེད། ཁོ་རང་ཚོ་པས་རྩ་ཆེན་པོ་མང་པོ་བྱེད་པས་ཡང་སྲིད་རྩ་ནས་མ་ཕེབས་ཡག་དང་ནི་ཡང་སྟི་མེད་པ་མང་པོ་ཞུ་ཅིག་ཕལ་གྱིས། ཅིག་དགོངས་པ་བཞེས་ཚེ་བཞེས་ཚར་རོ་དེ་པས་མཐར་ཐུག་གི་དགོངས་པས་བབས་ཚར་ག་རེ་ཆགས་ཀྱི་ན་ཟོ་དེ་གཅིག། དེའི་ཐོག་ལ་ཡང་གན་ལ་གོང་ཚུལ་ག་རེ་ཡིན་ནམ་ཞེས། ལགས་སོ། ད་འདི་ཡང་སྲིད་ཕེ་དེ་དངོས་གནས་གནད་འགག་ཆེན་པོ་ཞེ་དྲག་རེད་ད། ངས་བྱས་ན་ཕེ་ཕེ་གོ་རེ་དྲན་དགོས་རེད་ད། མུ་མཐུད་ནས་ཡང་སྲིད་ངོས་འཛིན་བྱེད་དགོས་རེ་དྲན་དགོས་ཡིན་ན་ད། དམག་མ་རྡོག་རྡོག་ཆ་ཚང་གི་ཡང་སྲིད་ངོས་འཛིན་བྱས་ན་འདི་ཀོ་དྲུག་ཐེབས་ཀི་འདུག་ཨ། ཡིན་ན་ཡང་སྲིད་ཇི་དགོས་ངས་དག་པ་འདི་ཚོ་ཡང་སྲིད་ངོས་འཛིན་བྱས་པ་ནི་བསྟན་པ་ལ་ཕན་གི་འདུག་དྲན་གི་འདུག་དཔེ་ཆ་བཞག་ན་རྒྱལ་བ་ཡབ་སྲས་གཉིས་ཀྱི་ཡང་སྲིད་ངོས་འཛིན་བྱས་མེད་ན་དགེ་ལུགས་པའི་བསྟན་པ་གནས་ཡོད་མ་རེད་བྱས་ནི། ལ་བ་ཡིན་ན་ཕ་ཆེ་འགྲིག་གི་རེད་ད། ང་ཚོ་གི་རྗེ་རིན་པོ་ཆེ་དང་ད་བྱེད་ཐང་གི་བསྟན་པ་སྤེལ་བའི་སྐྱེས་ཆེན་མང་པོ་བྱུང་ཡོད་རེད་དེ། ལྷག་པར་དུ་རྒྱལ་བ། མཁས་གྲུབ་བཅས་ཀྱི་ཡང་སྲིད་པཎ་ཆེན་རིན་པོ་ཆེ། དགོན་འདུས་གྲུབ་ཀྱི། རྗེའི་དངོས་སློབ་དགོན་འདུས་གྲུབ་ཀྱི་ཡང་སྲིད་རིམ་པ། རྒྱལ་བ་སྐུ་འཕྲེང་རིམ་བྱོན་འདི་མེད་པ་ཡིན་པ་ཡིན་ན། དེ་འདྲ་དགེ་ལུགས་པའི་བསྟན་པ་དེ་ག་འདྲ་ཞིག་གི་ཐོག་ལ་ཡང་གནས་ཡོད་མ་ཡོད་དེ་ང་ཚོ་གིས་ད་ཞུ་དགོས་ཡོད་མ་རེད་དྲན། བྱས་ཙང་འདི་འགྲིག་གི་གནས་ལ་ཐུག་བྱས་བསྟན་པ་དེ། ད་གནས་དགོས་ཀྱི་ཡོད་པ་ཡིན་ན། འདི་གི་ཡང་སྲིད་ཀྱི་ཅིག་གི་སྤྲུལ་སྐུ་ཡང་སྲིད་འདམ་ལུགས་དེ་ནི་བསྟན་པ་རྒྱུན་འཛིན་གྱི་ནུས་པ་ཞོ་ཅིག་ཤུགས་ཆེན་པོ་ཐོན་གྱི་ཡོད་བ་དེ། འདི་གར་སུ་རེད། གལ་ཆེན་པོ་རེད་ཤ་ཀྲ་འདི་འདྲ་ཞིག་ཞུས་རེད་བ། ཡང་སྲིད་དེ་ང་ཡང་སྤྲུལ་སྐུའི་ལམ་ལུགས་དགོས་རེད་ཟེར་ཉེན་དེ་རེད།
སྤྱི་བཏང་ང་ཚོ་གི་ད་ལྟ་བསྟན་པ་ཕྱི་དར་གི་སྐབས་ལ་ཡོད། བསྟན་པ་ཕྱི་དར་སྐབས་ལ་ང་ཚོ་གི་ཁ་ཟེར་ན་ད་བསྟན་པ་ད་ཆོས་སྤྱོད་གྲུབ་མཐའ་ཁག་མང་པོ་བྱུང་ཡོད་རེད་ད་འདིའི་ནང་ལོགས་ལ་ཐོག་མ་མ་ད་དར་ཡོང་པའི་སྐབས་སུ་ལ་སྤྲུལ་སྐུའི་ལམ་ལུགས་མེད་པ་བྱས་ཨེ་ན་ཚང་མ་ཆོས་སྤྱོད་ཁག་ཚང་མ་དེ་གདུང་རྒྱུད་ཀྱི་མ་ཟིང་ངན་གྱིས་བྱས། ཨ་འདི་ནས་བྱེད་ཅིག་ན་ད་གདུང་རྒྱུད་ཀྱི་མ་གཟིམ་ཡོད་མོད་སྐབས་སུ་ལ་ད་ས་ཆ་མ་ཐུག་ཨ་གཞན་དག་འདི་ཚོ་ཁུངས་མ་ཆུག་བྱེད་ཨ་འདི་ནས་ད་བཀའ་བཅུ་ནས་བརྗེད་ཅིག་ན་ཨ་བད་ག་སོར་ད་སྤྲུལ་སྐུའི་ལམ་ལུགས་དེ་བྱུང་དོ། སྤྲུལ་སྐུའི་ལམ་ལུགས་དེ་བརྗེད་སྤྲུལ་སྐུའི་ལམ་ལུགས་དེ་ག་སོར་ད་གལ་ཆེན་པོ་འདྲ་བོ་ཅིག་ཆགས་ཅིག་ན་ཨོ་འདིའི་སྤྲུལ་སྐུའི་ལམ་ལུགས་འདི་ལ་བརྟེན་ཅིག་ན་ཨ་ཆོས་བརྒྱུད་འདྲ་བོ་ད་གྲུབ་མཐའ་ག་རེ་ཡིན་ན་ད་འདི་དངོས་གནས་འགྲོ་ནས་འཁོར་བསྡུ་ཐུབ་པ་དང་མ་འཇུག་སྐྱོང་དང་བ་འདི་ལམ་ལུགས་དུ་དཔེ་མི་སྲིད་ཡག་པོ་བྱུང་ཡོད་རེད་འོ་འདི་གསུང་ངོ་ར། འོ་འདི་བྱས་འོ་ཟོ་ང་རང་གིས་ད་ལྟ་དྲི་བ་འདི་ག་རེ་ཡིན་ཟེར་ན། ད་ལྟ་ཇོ་བོ་བཀའ་གདམས་པ་ཡོད་ར། ཇོ་བོ་བཀའ་གདམས་པ་ལ་འདི་འདྲི་གི་ད་སྔོན་མ་སྤྲུལ་སྐུའི་ལམ་ལུགས་ཅིག་མེད་པ་བྱས། ཨན་ཕྱིན་སུ་རྗེ་རིན་པོ་ཆེ་གིས་ད་གཙོ་བོ་འདི་ཇོ་བོ་བཀའ་གདམས་པའི་གིས་ད་རྨང་གཞི་གི་འདི་བསྡུ་ལ་བཞག་ཞེས་བཞག་ཨ་ནི་བཀའ་གདམས་གསར་རྙིང་འདི་བྱས། ཨ་ནི་ཕྱིན་སུ་ང་ཚོ་ཇོ་བོ་བཀའ་གདམས་པ་གི། རྗེས་འཇུག་འདི་ཚོ་མང་པོ་ཅིག་ད་བཀའ་གདམས་གསར་མ་ཆགས་འགྲོ་ཡ་སོ། འོ་འདི་བྱེད་པ་ག་སོ་འདི་ཇོ་བཀའ་གདམས་པ་དེ་འདྲི་ཉམས་འགྲོ་དགོ་ཡ་འདི་གཅིག་བྱེད་ན་འདི་སྤྲུལ་སྐུའི་ལམ་ལུགས་འདི་མེད་པའི་གི་ཡིན་ནའང་འོ་འདི། འོ་འདི་ངས་ང་རང་གི་ད་དོག་པོ་འདྲ་བཞིན་འདི་དྲི་བ། ད་དེ་ཚོ་མེད་བ་སོང་ཙང་ལན་ཏོག་ཏོག་ཞུས་གི་ཡིན་རོ། ཕ་ཆེ་འདི་ཡིན་སྲིད་གི་རེད་བྱས་ནས་ཞུས་ཡིན་འདུག་བྱས། ཨོ་ལ་སོ། གསུང་བཤད་གནང་ཡག་དང་བཀའ་འདྲི་གནང་ཡག་དང་བཀའ་ལན་གནང་ཡག་གི་དུས་སྐབས་ཚང་མ་རྫོགས་ཟིན་པ་ཡིན། དེ་ཡིན་དུས། ད་ནི། གཙོ་སྐྱོང་བའི་ངོས་ནས་དེ་ནི། མཛད་སྒོ་འདི་དང་འབྲེལ་བ། ཡང་ན་བརྗོད་གཞི་འདི་དང་འབྲེལ་བའི་ཐོག་ནས་དེ་ནི། བཤད་དགོས་ཀྱི་ཡོད་པའི་དེ་ནི་ཡང་སྒོ་སྒྲིག་གཞི་བྱས་འདུག་ང་ཡང་དེའི་སྒྲིག་གཞི་ནང་ལ་ཚུད་ཡོད་པ་ཡིན་ཙང་ངས། གཏོང་མིན་ཙམ་དུ་ཚིག་འགའ་ཤས་ཞིག་ཞུ་གི་ཡིན། ཨ་ནི། ཆོག་མཆན་གནང་རོགས་ཞེས་ཞུ་རྒྱུ་ཡིན། པར་མཉམ་མེད་རི་བོ་དགེ་ལྡན་པའི་གྲུབ་མཐའི་སོགས་རྗེ་བླ་མ་ཙོང་ཁ་པ་ཆེན་པོ་དགོངས་པ་བོན་དབྱིངས་སུ་ཐིམ་ནས་ཨ་ནི་མི་ལོ་དྲུག་བརྒྱ་འཁོར་བའི་རྗེས་དྲན་གྱི་མཛད་སྒོ་འདི་ཨ་ནི་ད་མཛད་སྒོ་འདྲ་བོ་དེ་ག་འདྲའི་གྲ་ཆེན་ངོས་འཛིན་ཞུ་གི་ཡོད་ཟེར་ན་ཨ་ནི་རྗེ་བླ་མ་ཙོང་ཁ་པའི་སྐུ་གསུང་ཐུགས་ཀྱི་མཛད་པ་ཕྲིན་ལས་རྗེས་སུ་དྲན་པའི་རྗེས་དྲན་གྱི་མཛད་སྒོ་འདྲ་བོ་ཅིག་ལ་ངོས་འཛིན་ཞུ་གི་ཡོད་ཞུ་རྒྱུ། ཨ་ནི་ད་བླ་མ་དྲན་གོ་ཡ་དེ་རྒྱུ་མཚན་ག་དྲི་འདྲ་ཞིག་ཐུག་གི་འདུག་ཟེར་ན། ཨ་ནི་ཐུགས་ཀྱི་ཡང་སྐབས་ཉེས་མེད་རྒྱུད་ཀྱི་གར་ནང་ལ་གར་གསུངས་ཡོད་ཟེར་ན། དཔོན་སའི་བླ་མ་དྲན་པ་མེད་ན་བྱིན་རླབས་མི་འཇུག་གདམས་ངག་དྲན་པ་མེད་ན་ལམ་དུ་ཁྱེར་མི་ཤེས། སྨོན་ལམ་དྲན་པ་མེད་ན་སེམས་ཅན་གྱི་དོན་མི་ནུས་གསུང་བ་རེད་དེ་ག་ནང་བཞིན་དབལ་སེང་རྔམ་པའི་རྒྱུད་ཀྱི་ནང་ལ་གར་གསུངས་ལས་སེམས་བསྙེན་པ་ཀུན་གྱི་དང་པོ་རུ་དཔོན་གསས་ལྷ་ལ་བསྙེན་པར་བྱ་དཔོན་གསས་ལྷ་ལ་བསྙེན་པ་ནི་དབང་དང་བྱིན་རླབས་གཞི་མ་ཡིན་གསུང་བ་རེད་དེ་ག་ནང་བཞིན་ཨ་གར་ཐེག་པའི་མདོ་ཡི་ནང་ལ་གར་གསུངས་ཟིན་དཔོན་གསས་ལྷ་ལ་བསྙེན་པ་ནི་བརྒྱད་ཁྲི་བཞི་སྟོང་ཕྱི་ནང་གསང་ཐེག་པ་རིམ་དགུ་གོ་བཞི་མཛོད་གསང་བའི་མན་ངག་ཐམས་ཅད་ཀྱི་འབྱུང་གནས་བླ་མ་དམ་པ་ཡིན་བླ་མ་མེད་པའི་སྔོན་རོལ་ན་སངས་རྒྱས་བྱ་བའི་མིང་ཡང་མེད། སྔ་རབས་འདས་དང་ད་ལྟ་བཞུགས་སླད་ནས་བྱོན་དང། མ་འོངས་སླད་ནས་བྱོན་པ་ཡི། བསྐལ་པ་སྟོང་གི་སངས་རྒྱས་ཀྱང་བླ་མ་དག་ལ་བསྟེན་ནས་བྱོན། དེ་ཕྱིར་བླ་མ་གཙོ་རུ་བྱས་བླ་མ་དག་ལ་གུས་པར་བྱ། བླ་མ་དག་ལ་མོས་པར་བྱ་བླ་མ་དག་ལ་འདུན་པར་བྱ་བླ་མ་དག་ལ་བསྐྱལ་པར་བྱ། བླ་མ་དག་ལ་གཞོལ་བར་བྱ། དེ་ཀ་ནང་བཞིན་མ་རྒྱུད་ཀྱི་ནང་ལ་གར་སོང་ན་བླ་མ་སངས་རྒྱས་ཀྱི་ངོ་བོར་མ་བསྒོམས་ན་ཡི་དམ་དམིགས་པ་བསགས་ཀྱང་འདོད་བློ་ཡིན་གསུང་བ་རེད། དེ་ཡིན་དུས་དེ་ནི་བླ་མ་རྗེས་དྲན་བྱེད་དགོས་རྒྱུ་དེ་དཔེ་གལ་ཆེན་པོ་རེད་ཤག་དེ་དང་དོན་དང་ལྡན་པ་དེ་དང་འབྲེལ་བ་འདུག་ཞུ་རྒྱུ་དེ་ཡིན་དེ་ནི་ད་ཨ་ནི་བླ་མི་སྐུ་གསུང་ཐུགས་ཀྱི་ཡོན་ཏན་ཨ་ནི་ལ་ཡ་ལ་ད་ང་ཚོ་རྗེས་དྲན་ཞུ་ཡ་དེ་ཨ་ནི་ཞབས་ཞུ་རེད་ཨ་ནི་དེ་ཡིན་དུས་བླ་མ་ལ་ཞབས་ཞུ་བྱེད་པ་དེ་ཨ་ནི་དཔེ་མི་སྲིད་པའི་གལ་ཆེན་པོ་འདྲ་བོ་ཅིག་མཐོང་གི་འདུག་གལ་ཆེན་པོ་ཡིན་པའི་རྒྱུ་མཚན་དེ་ག་རེ་ཟེར་ན་བླ་ཆེན་དྲན་པ་རྣམས་ག་ག་རེ་གསུངས་ཡོད་རེད་ཟེར་ན། དུད་འགྲོ་བརྒྱ་དང་འགྲོ་བ་མི་ཐ་མལ་བ་ཅིག་བྱས་ན། ཁོ། ཚེ་སྲོག་འདྲ་བོའམ་རིན་ཐང་འདྲ་བོ་དེ་འདྲ་མཉམ་རེད། དུད་འགྲོ་བརྒྱ་དང་མི་གཅིག་མི་དགུ་མི་ཐ་མལ་བ་ཅིག་རེད། གལ་ཆེ། མི་ཐ་མལ་བ་བརྒྱ་དང་དགེ་ལྡན་དོམ་དགེ་བསྙེན་དོམ་ལྡན་པ་ཅིག་བྱས་ན། ཨ་ནི་དགེ་བསྙེན་དོམ་ལྡན་པ་དེ་པའི་བྲག་རེད། མི་ཐ་མལ་བ་བརྒྱ་དེ་དེ་ག་ཚོད་རེད། ཟླ་གཅིག་དང་བརྒྱ་དུར་གི་ཡོར་ལྟ། དགེ་བསྙེན་པ་བརྒྱ་དང་དྲང་སྲོང་རྨ་མེད་ཅིག་དྲང་སྲོང་དཔལ་མི་ཟད་པ་དང། ཚུལ་ཁྲིམས་རྨ་མེད་མཁན་ཅིག་བྱེད་འདོད་ཨ་ནི་དགེ་བསྙེན་པ་བརྒྱ་ལས་ཀྱང་དྲང་སྲོང་རྨ་མེད་དེ་ལྷག་གི་རེད་དྲང་སྲོང་རྨ་མེད་བརྒྱ་དང་རྟོགས་ལྡན་གཅིག། གནས་ལུགས་རྟོགས་ལྡན་མཁན་སྟོང་ཉིད་རྟོགས་ལྡན་མཁན་གནས་ལུགས་རྟོགས་ལྡན་མཁན་རྟོགས་ལྡན་གཅིག་བྱེད་ན་རྟོགས་ལྡན་དེ་ཡག་གི་རེད། རྟོགས་ལྡན་གནས་ལུགས་རྟོགས་ལྡན་མཁན་ད་གསང་སྔགས་ཡིན་ན་རིག་པ་འཛིན་པ་ཡིན་པ་བྱ་ཆོག་ད་དེ་འདྲས་གཅིག་དང་བླ་མ་གཉིས་བྱེད་པ་ཡིན་ན་བླ་མ་གཅིག་དེ་དྲག་གི་རེད། གནས་ལུགས་རྟོགས་ལྡན་གྱི་གང་ཟག་བརྒྱ་དང། བླ་མིག་དེ་ཚོ་ལ་ནི་ཕྱག་མཆོད་འབུལ་བྱེད་པ་དང་བླ་མིག་གི་བ་སྤུའི་གི་བུ་ག་ཅིག་ལ་ཏིལ་གྱི་མར་ཁུ་ཅིག་བླུགས་ནས་ཕུར་མཉེ་བཏང་བ་མ་ལི་ཤི་བཏང་བ་བྱས་པས་ན་དེ་བསོད་ནམས་ཆེ་གི་རེད་གསུངས་འདུག་དེ་ཡིན་དུས་བླ་མ་རྗེས་དྲན་གྱི་མཛད་སྒོ་འདི་དཔོན་མི་སྲིད་པའི་ད་དོན་དང་ལྡན་པ་ཅིག་རེད་ཤག། ད་ཨ་ནི་རྗེ་རིན་པོ་ཆེ་ཨ་ནི་མཛད་སྒོ་ཞུ་ཡ་དེ་རྗེ་རིན་པོ་ཆེ་དགོངས་པ་མྱ་ངན་ལས་འདས་ནས་མི་ལོ་ད་དྲུག་བརྒྱ་འཁོར་བ་རེད། ཨ་འཐས་ཀྱི་མཛད་སྒོ་ཡིན་ཟེར་བའི་རོ་བ་ཆེ་དྲིན་ཨ་ནི་ངེས་དོན་དོན་དམ་གྱི་དབང་དུ་བྱས་ན་ཆེས་རིན་པོ་ཆེ་ལ་ཨ་ནི་ཅིག་འཁྲུངས་དང་འདས་དང་སྐྱེས་དང་འགག་ཟེར་ཡ་དེ་ཡོད་ཀྱི་མ་རེད་དྲན་གྱི་འདུག་ཨ་ནི་ག་རེ་རེད་ཟེར་ན་ད་ངེས་པ་དོན་གྱི་དབང་དུ་བྱས་ན་ཨ་ནི་བྱང་ཆུབ་སེམས་ཀྱི་རང་བཞིན་རང་རེད། ཡང་བྱང་ཆུབ་སེམས་ཀྱི་རང་བཞིན་ལབ་ཡོང་དུས་ལྷན་སྐྱེས་ཚོགས་ཀྱི་མདུན་བི་ངོ་བོར་གྱུར་བའི་བྱང་ཆུབ་སེམས་ཟེར་ཡ་ཅིག་དྲན་གྱི་ཡོད་ཀྱི་རེད་དེ། དེ་རྩ་བ་ཉིད་ནས་མ་རེད་རྫོགས་པ་ཆེན་པོ་གི་ལུགས་ལ། ཀ་དག་བཞི་ཡི་གནས་ལུགས་དེ་ལ་བྱང་ཆུབ་ཀྱི་སེམས་རིན་པོར་ཆེ་ཟེར་དེ་རེད་ད། མདོ་ཡི་ཞལ་ན་དེ་ནི་མ་བདེན་སྟོང་ཟིན་བདེན་པར་གྲུབ་པའི་སྟོང་པ་ཟེར་ཡ་འདྲ་བོ་ཅིག་མ་གཏོགས་རྡོག་ཅིག་འགྲེལ་བཤད་འདི་འདྲས་བརྒྱབ་ན་འགྲིག་ས་རེད། དྲང་དོན་ཀུན་རྫོབ་ཀྱི་རོལ་པའི་དབང་དུ་བྱས་པ་ཡིན་ན་ད། མྱ་ངན་སྐྱེ་བ་རེད་འདུས་ཆེ། བདེན་པར་འཛིན་པའི་བདེན་འཛིན། ཟློག་པའི་ཆེད་དུ་བདེན་འཛིན། རྡོ་རྗེ་བདེན་འཛིན་ཟློག་པའི་ཆེད་དུ་སྐུ་མྱ་ངན་ལས་འདས་པ་ཡིན་གྱི་རེད་དྲན་གྱི་རེད་དེ་ཡིན་པའི་རྒྱུ་མཚན་ཡང་མདོ་ལས། གདུལ་བྱ་རྟག་ཏུ་རེ་རྣམས་སུན་དབྱུང་ཅིང་ལན་ཅིག་མྱ་ངན་འདས་ཚུལ་བསྟན་གསུང་བ་རེད་ཨ་ཤ་གསང་བ་མདོ་དུས་ཀྱི་སྟོན་པ་ལ་བསྟོད་པའི་གི་མཛད་པ་བཅུ་གཉིས་ཀྱི་ནང་ལ་མཛད་བཅུ་གྱི་ནང་ལ་རྒྱལ་བ་མཆོག་ལ་སྐྱེ་འཆི་མི་མངའ་ཡང་རྟག་པར་འཛིན་ན་སུན་ཕྱུང་གལ་འགུགས་ཀྱི་མི་རྟག་ཚུལ་བསྟན་དགོངས་པ་མྱ་ངན་འདས་རྗེས་དབྱིངས་ཤེས་མཛད་ལ་ཕྱག་འཚལ་ལོ་གསུང་བ་རེད་དེ་ག་ནང་བཞིན། བླ་མ་རྨེའུ་ལྷ་རི་གཉན་པོ་གི་ཞལ་སྔ་ནས་འོ་སྐོལ་མ་རི་འཁོར་བ་ཡི་ལུས་ཅན་ལྟ་ཅི་སྨོས་ཏེ་དེ་བར་གཤེགས་པའི་སྐུ་རྣམས་དང་གཡུང་དྲུང་སེམས་དཔའི་ཚོགས་རྣམས་ཀྱང་མི་གདངས་མྱ་ངན་འདས་ལ་ལྟོས་ཡོན་ཏན་དུ་མས་རབ་བརྒྱན་ཅིང་དཔག་ཏུ་མེད་པའི་ཐུགས་རྗེ་ཅན་བླ་མ་གོང་མའི་ཚོགས་རྣམས་ཀྱང་བསོད་ནམས་འདུ་ཞིང་ཕུན་ཚོགས་པ་བསྐྱང་བར་དགོངས་ཀྱང་སྔ་དྲོ་ཙམ་ལོག་སྨྲའི་ཞལ་ཚོན་ཡལ་བ་བཞིན་དབྱིངས་སུ་གཤེགས་པར་མ་གཟིགས་སམ། ད་དེའི་དུས། གདུལ་བྱ་སྟངས་འཛིན་གྱི་མཆོག་ཏུ་དེ་ནི། ཆེད་དུ་དགོངས་པ་མྱ་ངན་ལས་འདས་སོ། དེའི་ནང་བཞིན་བྱས་ནས་སུ། ད་ལྟ་འོ་སྐོལ་གྱི་རྡུལ་སྤྱི་ཚོགས་ལ་དཔེ་ཙམ་བསྟན་པ་ཡིན་པར་མངོན་ནུས་སོ། ཁོང་ཉིད་དག་པ་མཁའ་སྤྱོད་ཀྱི་ཞིང་དུ་གཤེགས་པའི་ཚུལ་བསྟན་པ་ལས་མི་ལོ་དྲུག་བརྒྱ་འཁོར་བར། འཁོར་ཟིན་ན་ཡང། ཁོང་གི་སྐུ་གསུང་ཐུགས་ཀྱི་མཛད་པ་ཕྲིན་ལས་དེ་ད་རྒྱུན་མི་ཆད་པར་འཛམ་གླིང། ཡིན་ནའང་འགྲིག་འདུག་འཛམ་བུ་གླིང་མ་ཡིན་པ་ཡིན་ནའང་འགྲིག་འདུག་ག་བ་ལ་ཡིན་ན་ཡང་སྐྱོང་དང་སྐྱོང་བཞིན་པ་ཡིན་གྱི་རེད་དྲན་གྱི་འདུག་ཡིན་པའི་རྒྱུ་མཚན་དེ་ཡང་ལྟ་བ་ཁྱུང་ཆེན་གཡུང་དྲུང་ལྡིང་བའི་རྒྱུད་ལས་ག་རེ་གསུངས་དང་གསུངས། སྤྲུལ་པའི་བདུད་ཀྱིས་གདུལ་བྱ་རྣམས་སུ་ཡལ་བར་མི་འདོར་བརྡོལ་བར་བྱ་གསུངས་བ་རེད། ནོར་བུའི་སྨོན་ལམ་ནང་ལ་ག་རེ་གསུངས་དང་འགྲོ་བའི་ལུས་ནི་ཅི་ཙམ་གྲང་མང་ཡང་དེ་ཡི་མདུན་དུ་གདུལ་བའི་སངས་རྒྱས་སྐུ་སྤྲུལ་པ་མང་པོ་ཡོངས་སུ་རྒྱས་ནུས་ཤོག་གསུངས་བ་རེད་སྨོན་ལམ་དེ་ནི་རྒྱལ་བ་མཉམ་མེད་ཆེན་པོའི་གོས་ས་ལམ་གྱི་ནགས་ལ་གར་ཟིན་ལ་འགྲོ་བ་གང་ལ་གང་འདུལ་དུ་བྱ་དང་གཅན་གཟན་རི་དྭགས་དང་ཉག་དང་འཚོ་བྱེད་ལ་སོགས་པ་སྤྲུལ་ནས་སེམས་ཅན་དོན་བྱེད་འགྱུར། སྤྲུལ་སྐུ་འཁྲུངས་བ་ཡིན་ན་ཡང་ཁྲི་འདོན་བགྱིད་དགོས་ཡ་དང། རྒྱ་གླིང་བུད་ནས་ཟིན་གདན་འདྲེན་ཞུ་དགོས་ཡ་དེ་འདྲས་ཡིན་གྱི་མ་རེད་དེ། ང་རང་ཚོ་བལ་བིག་གི་ཚུལ་གྱིས་འགྲོ་བ་དེ་འདྲས་བྱས་ནས་འདུལ་བསྡད་ཀྱི་ཡོད་ཀྱི་རེད། འོ་དེ་ཞུ་རྒྱུ་ཡིན། དེ་ནི། དེའི་ནང་ནས་ཟིན། ཁོང་གི་མཛད་པ་འཕྲིན་ལས་དེ་རྒྱ་ཆེ་བ་དང། ནམ་མཁའ་དང་གཏིང་ཟབ་པ་རྒྱ་མཚོ་ལྟ་བུ་རེད་དེ་ངའི་སྒེར་ནི་འདི་འདྲའི་རེད་ཟེར་ཅིག་ཞུ་ཐུབ་ཀྱི་མི་འདུག་སྟེ་ཡིན་ན་ཡང་འདི་ནང་ལ་ག་རེ་རེད་ཟེར་ན། ཡིན་པའི་རྒྱུ་མཚན་དེ་ཡང་ག་རེ་ཟེར་ན། སྲིད་པའི་མཛོད་ཕུགས་ན་བློ་དམན་ཕག་གིས་མི་ལྡོག་སྟེ་མུ་ལ་གཏིང་གཞུང་དང་ར་རྩ་དེ་བཞིན་གཏིང་དཔག་ཁྱད་པར་འགའ་གསུངས་བ་རེད། ཨ་ནི་མཛད་པ་ཀུན་གྱི་ནང་ནས་ཟིན། དེ་ནི། ཚིག་ཐ་མ་གཅིག་ལ། མཛད་པ་ཀུན་གྱི་ནང་ནས་ཟིན། ཐ་མ་ཐ་མ་དེ་ལ་ཨ་ནི་གསུང་གི་མཛད་པ་དེ་དཔེ་མི་སྲིད་པས། མཛད་པའི་ནང་གི་མཆོག་ཏུ་གྱུར་པ་ཡིན་གསུང་གི་འདུག་དེ་ཡང་ཡིན་ནི་ཡང་རེད། ཡིན་པའི་རྒྱུ་མཚན་ཡང། གསུང་གི་མཛད་པ་ཟེར་ཡས་དེ་སྐད་ཆ་རེད་སྐད་ཆ་ཟེར་ཡས་དེ་ཡི་གེ་རང་རེད་ཡི་གེ་རེད། དེ་ཡིན་དུས། འོ་དེ་ཡིན་པའི་རྒྱུ་མཚན་ཡང་ཡི་གེ་དེ་གལ་ཆེན་པོ་ཡིན་པ་དང་གསུང་དེ་གལ་ཆེན་པོ་ཡིན་པ་དང། ཨཱ་ནི་གསུང་དེ་ད་ལྟ་ཡོད་པ་ཡིན་ན་ནི་ཨཱ་ནི་ད་གང་ལྟར་ཡོད་པ་ཡིན་ན་དཔེ་གཟུགས་སུ་བྱས་ན་ཨཱ་ནི་པོད་ཆེན་བཅོ་བརྒྱད་ཡོད་ཟེར་གྱི་ཡོད་རེད་ཨཱ་ནི་དེ་ལ་ཉམས་ལེན་བྱེད་རྒྱུ་དེ་ད་ལྟ་དངོས་སུ་ཡོད་པ་རེད། དེ་ཡིན་དུས། ཨཱ་ནི་དེ་ཡི་རྒྱུ་མཚན་དེ་ག་རེ་རེད་ཟེར་ན་བསྟན་པ་བོན་གྱི་གཉེར་གཏད་ཀྱི་མདོ་ལས། ལྔ་བརྒྱ་དུས་ཀྱི་ཐ་མ་ལ་ང་ཉིད་མི་འབྱོན་ཡིག་འབྲུ་བྱོན། ཕྱི་རབས་ཆེ་འབྲིང་གང་ཟག་གི་གསུང་རབ་ཡི་གེ་འབྲུ་ཏོག་ལ། བཀའ་ལུང་ཇི་ལྟར་འབྱུང་བ་བཞིན་སྒྲིབ་སྦྱངས་ཚོགས་གཉིས་རབ་རྫོགས་ནས་འབྲས་བུ་ཐར་པའི་གོ་འཕང་ཐོབ་གསུང་བ་རེད། དེ་ནས་རྒྱུ་འབྲས་རྣམ་པར་འབྱེད་པའི་གི་མདོ་ཡི་ནང་ལ། གཤེགས་པའི་གཞི་མ་འཕྲུལ་གྱི་ཡི་གེ་བསླབ། ཡི་གེ་ནག་པོའི་རྒྱུད་ལ་བཀུར་སྟི་བྱེད་གསུང་བ་རེད། དེ་ནས་དོན་བསྡུ་བར་ཆད་གསང་བའི་གི་མདོ་ཡི་ནང་ལ་ཐོས་བསམ་སྒོམ་གསུམ་རྒྱུད་ལ་སྦྱོར་བ་ལ་དང་པོ་གཤེགས་པའི་གཞི་མ་ཡི་གེ་སློབ། ཡི་གེ་ནག་པོའི་རྒྱུད་ལ་བཀུར་སྟི་གྱིས། ལྐུགས་པ་ཁ་ཅན་འཕྲུལ་གྱི་ཡི་གེ་ནི་མ་རིག་མུན་སེལ། ཡེ་ཤེས་སྒྲོན་མེ་མཆོག་གསུང་འདུག། ང་ནི་དེ་གཉིས་ལས་ད་དུང་གར་ཟེར་ན་ཕྲུག་གི་ཡི་གེ་ཀ་ཅིག་བཞེངས་པ་ཡི་ཡོན་ཏན་བྲིས་པའི་ཆ་ཅིག་བྱང་བར་གྱུར། དེ་བཞིན་བྲིས་དང་ཀློག་དང་འཛིན་པ་དང་ཚེ་རབས་བསགས་པའི་བྲིས་པ་ཀུན་སྦྱངས་ནས་དོན་དང་ཡོན་ཏན་དཔག་མེད་བསམ་མཐའ་ཡས་སོང་བ་རེད། ད་ད་དུང་དེ་ནི་མ་ལུང་གཉིས་སུ་བྱེད་དོ། དེ་ནི་གཞོན་ནུ་རོལ་རྩེད་ཀྱི་མདོ་ཡི་ནང་ལ། ཨ་ནི་བླ་མ་སློབ་དཔོན་ཐར་པའི་ལམ་འབྲས་ཡིན་ཕྲུག་གི་ཡི་གེ་ལྐུགས་པ་ཁ་ཅིག་ཡིན་ཟེར། བཀའ་སློང་མན་ངག་དུས་ཚིགས་བང་མཛོད་ཡིན་མཚུངས་པར་བརྗོད་པ་ཐར་པའི་ལམ་འདྲེན་ཡིན་གསུངས་འདུག་ཨ་ནི་དེ་ཡིན་ན་རྒྱལ་པོ་རྒྱ་བཟར་བྱུང་བའི་མདོ་ཡི་ནང་ལ་ཉོན་ཅིག་གར་མ་ལི་ཤོ་ཉིད་ཤེས་ཀྱི། ཤེས་བྱ་ཀུན་གྱི་ཐོག་མ་རུ་ཤེས་པའི་གཞི་མ་ཡི་གེ་ལབ་མི་ཤེས་ལྐུགས་པ་ཡི་གེ་འགྲོ་མི་ཤེས་རྨོངས་པ་ཡི་གེ་ཟ་རིག་པའི་དྲོད་མེད་ཡི་གེ་དེ་དེ་ཕྱིར་ཡི་གེ་རྒྱུད་དེ་ནི་ཤེས་བྱ་ཀུན་གྱི་གཞི་མ་ཡིན་གསུངས་བ་རེད། དེ་ག་ནང་བཞིན་ཟེར་རྒྱལ་པོ་བཀའ་ཁྲིམས་སྩལ་བའི་མདོ་ཡི་ནང་ལ་ཡི་གེ་ནག་པོའི་རྒྱུད་ད་ནམ་ཤེས་རབ་ཁད་ཀྱིས་འཕེལ་བར་འགྱུར་སློབ་དཔོན་བསྟན་པ་ཡུན་རིང་ན་ཐུགས་རྒྱུད་ཞོར་ལ་འབྱུང་བར་འགྱུར་རོ་ཞེས་གསུངས། དེ་ཡིན་དུས་ཨ་ནི་གསུང་དེ་དཔེ་མི་སྲིད་པ་གལ་ཆེན་པོ་དང་ཨ་ནི་ཡིག་རིགས་ཀྱི་ངོ་བོར་ཞུགས་པའི་གསུང་སྤོས་ཏི་བཅོ་བརྒྱད་དེ་དག་གལ་ཆེན་པོ་ཡིན་པ་དེ་ཨ་ནི་འདི་ལས་རྒྱུ་མཚན་འདི་ལྟ་བུ་ལ་བརྟེན་ནས་ཧ་གོ་གི་འདུག་ཟེར་དེ་ཡིན་དུས་དེ་རིང་གཙོ་སྐྱོང་བའི་ངོས་ནས་ཨ་ནི་ལས་འགན་འདི་བསྒྲུབས་པ་ཡིན་དེ་ནི་ཐམས་ཅད་ལ་བཀྲ་ཤིས་བདེ་ལེགས།